ཁྲོ་བོ་བུང་བས་སྤྱིར་མི་ལྡོག་པ་ཉིད་ཐོབ་པར་འགྱུར་བར་སངས་རྒྱས་ཞལ་གྱི་ཞིང་དག་ནི་འདི་ཆོས་འདི་དག་ཕམ་པར་བྱེད་འདི་ཡི་བདག་གི་ནོར་འཕྲོག་འགྱུར་དོ་ཞེས། ཀུན་ཏུ་བརྫུན་པའི་སྤྲུག་བློ་རྣམ་རྒྱལ་འདི་འཁོན་འཛིན་རྣམ་སྤངས་བདེ་བར་གཉིས་ཀའི་བློ་སེམས་ནི་ཆུ་དང་ས་དང་རྡོ་བ་ལ་རི་མོ་བྲིས་པ་འདི་འདྲ་རིགས་པར་འགྱེད།

དེ་དང་མི་དེའི་གཉེན་དང་མི་གཉེན་དང་སྟོད་སྨད་ཇི་སྐད་ཅིག་བསྟན་བྱའི་རྒྱལ་པོ་དག་གིས་ཡུལ་ཡུལ་མིན་པར་མགོ་སྙོམས་མཛད། ཁྱོད་ཀྱིས་བྲམ་ཟེ་དགེ་སློང་ལྷ་དང་ནི་སྦྲུལ་དང་ཡབ་ཡུམ་དག་དང་མཛུབ་མོ་དང་འཁོར་གྱི་ལས་དང་སྡིག་པ་མི་དགེ་འདི་སྨྱོ་བའི་ན་མོའི་བཀའ་བློན་དགའ་མ་ཅན་སྡིག་པའི་ལས་རྣམས་སྤྱད་པ་འགའ་ཡང་ནི་འདི་ཡི་མོད་ལ་ཚུན་བཞིན་མི་སྤྱོད་ཀྱང་འཆི་བའི་དུས་ལ་བབ་ན་སྡིག་པ་ཡི།

རྫོགས་རིམ་མདོ་བཞི་བརྗོད་བྱའི་རང་ཡུལ་རང་ལུས་ལ་ཕྱིན་ཅི་ལོག་པར་བདག་དང་ཐེ་ཚོམ་དེ་ཀུན་ཏུ་སྦྱོར་བ་འདི་གསུམ་ཐར་པ་ཡིན། གྲོང་ཁྱེར་སྒོ་བརྒྱའི་ལག་པར་གྱིན་པར་བརྗོད་ཐར་པ་བདག་ལ་རག་ལས་འདི་ལ་ནི་ཞིང་གི་གྲོགས་ཀྱི་ཅི་ཡང་མ་མཆིས་པས་ཐོས་དང་ཚུལ་ཁྲིམས་བསམ་གཏན་བདེན་པ་ཡིན། བདེན་པ་རྣམ་པ་བཞི་ལ་འབད་པར་མཛོད་བཀླག་པའི་མཛོད་འདི་བཀླག་པའི་ཤེས་རབ་དང་བཀླག་པའི་སེམས་ལ་རྟག་ཏུ་བཀླག་པར་བགྱི།

རྒྱལ་བསྟན་འཇིག་རྟེན་འཆོལ་བའི་རྒྱུ་གནས་ནི། ལས་ཀྱི་དབང་གིས་ཅིར་ཡང་ས་སྟེང་ལྷུང། འཁོར་ལོས་འགྱུར་བ་ཉིད་དུ་གྱུར་ནས་ཀྱང། འཁོར་བ་བདག་ཏུ་ཡང་འདྲེན་ཉིད་དུ་འགྱུར། མཐོ་རིས་བུ་མོ་ནུས་མ་རྒྱས་པ་ལ། རེག་པའི་བདེ་བ་ཡུན་རིང་མྱོང་ནས་སླར། དམྱལ་བར་ཐག་ཆོད་དབལ་བའི་རྡུལ་འཁོར་གྱིས། དམྱལ་བར་ཐག་ཆོད་དབལ་བའི་སྦྲུལ་འཁོར་གྱིས། རེག་པ་ཤིན་ཏུ་མི་བཟད་བསྟེན་ཚར་ལོ། རྐང་པའི་རེག་པས་མནན་པར་བདེ་གསོལ་བ།

ཁ་རྗེ་སྲིན་པོ་འབུར་བ་སྣ་ཚོགས་དང་ཤ་སྦྲང་སྦྲང་མ་ནག་པོ་ཁྲི་ཕྲག་དག་རེག་ན་མི་ཟད་དམག་ཟོལ་ཆེར་འབྱིན་པས་ཟ་བར་བགྱིད་ཅིང་དྲེགས་ཟློག་མི་མངའ་འདོན་ཁ་རྗེ་བདག་མེད་འབུར་བའི་ཚོགས་སུ་ནི། བགྱིད་མི་འགྱོད་པར་རབ་བརྩེ་ཁ་ཡང་འདྲེ་ཁ་རྗེ་ལྕགས་ལས་མཛེས་པའི་ཟངས་ཅན་དུ་སྤྱི་གཙུག་དྲེགས་ཀྱི་གཅུང་བན་བཞིན་དུ་ཚེ་སྡིག་ཅན་དབྱུག་དབྱུང། དགག་པ་ཙམ་ཞིག་གིས་བདུད་ཀྱི་བར་དུ་ཆོས་རྣམས་ཉལ་བ་ཡིན་སྡུག་བསྔལ་ཞལ་གཡས་ཐོད་ནི་གནམ་སྟོང་དུ་མི་འཇིགས་གང་ལ་རྡོ་རྗེའི་རང་བཞིན་ནོ།

གཅིག་མདངས་བརྡེག་སོགས་སྡུག་བསྔལ་སྣ་ཚོགས་འོང་བ་ཞི་གྱུར་རྒྱལ་བ་སྤངས་པ་རྣམ་རྒྱལ་རྣམས་ལ་ནི་ཆགས་ལ་གཅིག་ལ་གཅིག་ས་ཤིན་ཏུ་མི་བཟད་པ། ཁ་ཆེ་མུ་ཏིག་འབར་དང་རུས་པ་ཁྲ་ཤ་དང་པགས་པའི་བྱེད་དུ་འཆི་བར་འགྱུར་དབང་མེད་བཞིན་ལ་བཞིན་དག་བཟློག་པ་བརླག་པ་དང། ལྕགས་དང་ལྗང་གུ་འདབ་མའི་སྟབས་བདེ་བཀོལ་ཡི་དྭགས་ན་ཡང་འདོད་པས་ཕོངས་པ་སྐྱེས་པའི་སྡུག་བསྔལ་རྒྱུན་ཆགས་མི་ཆོད་པ།

མི་རེ་ལ་མི་རེ་བརྒལ་ནས་གནག་དང་ཕྱི་ས་དང་ཁྲག་མཚོ་མི་གཙང་བ་ཡང་མི་ཉན་ཏེ་ཕན་ཚུན་གདོང་དུ་བཙོག་ཅིང་མགྲིན་པ་ནས་འབར་བ་འབྱུང་བ་སྨིན་པའི་སྣག་ཚ་ལོ། ཡི་དྭགས་རྣམས་ལ་སོས་ཀའི་དུས་ཚུགས་ནས་བདག་དབང་ཚག་ལ་བསྒུལ་ནས་ཉི་མ་གྲང་གྱོན་ཞིང་འབྲས་བུ་མི་འགྱུར་འདི་དག་གིས། ལྟེ་བ་འཛུམ་གྱི་རླུང་ཡང་གང་བར་འགྱུར་འབབ་ཅིང་མེད་པར་སྡུག་བསྔལ་དུ་འགྱུར་བ་ཉེ་བར་སྤྱད་པའི་ལས་ཀྱིས་ཞིག་པ་ནི་སྲ་བས་བཅིངས་པའི་ལུས་ཅན་ཁ་ཅིག་ལོ།

དེ་བས་སྤྱི་ཆོག་བཀོད་པ་ཞིག་མ་བྱས་ཚུལ་རིམ་བདག་དང་བསམ་གཏན་ཤེས་རབ་ཀྱི་མྱ་ངན་འདས་ཞེས་དུལ་བ་དྲི་མེད་པས་གོ་འཕང་མི་དགའ་མི་ཕྱེད་ཟིན་མི་འཚལ། གསར་འབྱོར་མི་ལོ་ཟླ་དགྲར་ཐོབ་ཚུལ། གསར་འབྱོར་མི་ལོ་ཉི་ཟླ་དགྲར་ཐོབ་ཚུལ་སྤྲིན་དང་ཆོས་རར་རྗེ་དང་བརྩོན་འགྲུས་དང་དགའ་དང་ཤིན་ཏུ་སྦྱངས་དང་ཏིང་ངེ་ཏིང་འཛིན་དང། བཏང་སྙོམས་འདུས་དོན་བྱང་ཆུབ་ཡང་ལ་འདས་མྱ་ངན་འདས་དོན་བགྱིད་པའི་དགེ་ཚོགས་ལ་ཤེས་རབ་མེད་པར་བསམ་གཏན་ཡོད་མིན་ཏེ་བསམ་གཏན་མེད་པར་ཡང་ནི་ཤེས་རབ་མེད།

རིག་པ་ལེན་ནས་ཚོར་བ་ཀུན་འབྱུང་སྟེ་ཚོར་བའི་གཞི་ལས་སྲིད་པར་འབྱུང་བར་འགྱུར་སྲིད་ལས་ལེན་པ་སྐྱེ་བར་འགྱུར་བ་ནི་དེ་ལས་སྲིད་པ་སྲིད་ལས་སྐྱེ་བ་ལ། སྐྱེ་བ་ཡོད་ན་མྱ་ངན་ན་ག་དང་འདོད་པའི་བོང་དང་འཆི་བའི་འཇིགས་སོགས་ཀྱི་སྡུག་བསྔལ་བོང་བུ་བཞིན་དུ་ཆེས་འབྱུང་སྟེ་སྐྱེ་བ་འགགས་པས་དེ་ཀུན་འགག་པར་འགྱུར། རྟེན་ཅིང་འབྲེལ་བར་འབྱུང་སྟེ་འགལ་བ་ཡི་གསུང་གི་མཛོད་ཀྱི་མཛོད་དགེ་བཅས་པ་ཟབ་མོ་འདི་གང་གིས་འདི་ནི་ཡང་དག་མཐོང་བ་འདི་སངས་རྒྱས་འདི་ཉིད་རིག་པའི་རྣམ་མཐོང་མཆོག།

ཤེས་པའི་ཉོན་མོངས་ཆུ་བོ་ལས་གར་གྱི་སྒང་དག་ཆུ་ངོས་འགྱིག་པ་འདི་དག་ཀྱང་རྣམ་སྣང་རྣམ་ལྔའི་འབབ་པ་མ་ལག་སྟོད་དོན་བཞིན་ས་རུམ་སྣེ་དོན་མ་ལག་འདི་དག་མངོན། ཉོན་མོངས་རག་ལས་སོ་སོ་འགྱིག་འོལ་བའི་སྙིང་དང་འདྲ་བ་མང་དུ་སོལ་གྱིས་ཚལ་འཕེན་པའི་གདམས་ངག་བདུན་པོ་འདི་ལ་ཁྱེད་ཀྱི་ཐུགས་དང། ཁྱེད་ཀྱི་གདུགས་དུ་སྦྱོར་རྒྱུ་བཅོམ་ལྡན་འགའི་སེམས་ནས་ཆོས་ཀྱི་རྩ་བ་བརླག་པར་སོན་ཁྱེད་ལ་དགྱེས་དགྱེས་ཁྱེད་ལ་འདི་གའི་དམ་པ་གང་ལགས་ནས་བས་པར་དགེ་སློང་གིས་ཀྱང་དགེ་བར་དགའ། དེ་ལས་གང་བྱེད་སྤྱོད་པའི་བསྔོ་བ་འདི་ཡོན་ཏན་བསྟན་པའི་སྐུ་ཚེ་བདུན་ཡོད་ཚུལ་ཀུན་དགའི་དགེ་བ་ཀུན་ལ་ཡི་རང་ཞིང་གཉིས་ཀའི་ལེགས་པར་སྤྱད་པ་རྣམ་གསུམ་ཡང་སངས་རྒྱས་ཉིད་དོན་གྱི་ལས་ཡོངས་སྤངས། སངས་རྒྱས་ཉིད་དོན་གྱི་ལས་ཡོངས་བསྔོ་ནས་འདི་ནས་དགེ་བའི་ཕུང་པོ་འདི་ཡིས་ཁྱོད་སྐྱེ་བ་དཔག་ཏུ་མེད་པ་ལ་མི་ཡི་འཇིག་རྟེན་ཀུན་གྱི་རྣལ་འབྱོར་དབང་བཙན་ནས་འཕགས་པ་སྤྱན་རས་གཟིགས་དབང་སྤྱོད་པ་ཡིན་སྐྱེ་བོའི་ཉམས་ཐག་མང་པོ་རྗེས་བཟུང། སྐྱེ་བོའི་ཉམས་ཐག་མང་པོ་རྗེས་བཟུང་སྟེ་འཁྲུངས་ནས་ན་ག་འདོད་ཆགས་ཞེ་སྡང་རྣམས་སངས་ཏེ་སངས་རྒྱས། ས་ལས་སངས་རྒྱས་ཞིང་དུ་བཅོམ་ལྡན་འདས་འོད་དཔག་མེད་དང་འདྲ་བར་འཇིག་རྟེན་གྱི་མགོན་པོ་སྐུ་ཚེ་དཔག་ཏུ་མེད་པར་ཤེས་རབ་ཚུལ་ལྡན་སྟོང་འབྱུང་གྲགས་པའི་ཞལ། རབ་ཚུལ་ལྡན་སྟོང་འབྱུང་གྲགས་ཆེན་དྲི་མ་མེད་གཡའ་ལུས་ནམ་མཁའ་དག་ནས་ས་སྟེང་དགེ་རྩེ་ནས་ས་ལ་མི་དང་ཐོ་རེ་ལྷ་ནས་ན་ཆུང་མཆོག། སྡེ་དགེ་དགའ་བ་ངེས་པར་རབ་ཏུ་ཞི་མཛད་དེ་སྙོམས་མོ་ཉམས་དག་སེམས་ཅན་ཚོགས་ཀྱི་འཇིགས་བརྒྱད་དང་ཞི་བ་ཤེས་བྱའི་རྒྱལ་བའི་དབང་པོ་གཉིས་ཉིད་ནས་འཇིག་རྟེན་ལས་དེ་མིང་ཙམ་ཞིག་ལ་མི་བསྙེངས་པ། མི་དྲན་གདོང་པའི་མི་ངན་འགོ་བ་ངེས་པར་མཛོད་ཞེས་པའི་སྤྲིངས་ཡིག་སློབ་དཔོན་འབག་པ་ཀླུ་སྒྲུབ་ཀྱི་ཚ་བོ་རྒྱལ་པོ་འདི་ཆོས་ལ་བཀུར་བ་གཙོ་བོ་སོ། རྒྱ་གར་གྱི་མཁན་པོ་གསར་བ་རྒྱ་ནག་འདི་བ་དེ་ཐམས་ཅད་ཆེན་པོའི་ལྷ་དང་ཞུ་ཆེན་གྱི་ལོ་ཙཱ་བ་ཆེན་པོ་བན་དེ་ཀར་བ་དཔལ་བརྩེགས་ཀྱི་བསྟན་པ་སྔ་དར་གྱི་དུས་སུ་བསྒྱུར་ཅིང་ཞུས་ཏེ་དེ་ལ་འཕགས་པའོ།